ད་གང་ལྟར་བོན་སྲིད་གཉིས་པོ་འདི་གཅིག་གཅིག་ལ་ཡ། ག་གསུང་རེད་སངས་རྒྱས་པའི་ཆོས་ཀྱི་ནང་ལོགས་ལས་ད་མིན་སངས་རྒྱས་པའི་ཆོས་ཀྱི་ཀླུ་སྒྲུབ་ཡང་ཟེར་གི་མིན་རྒྱ་གར་ནས་སུ་རྒྱུ་ཞབས་བྲོའི་ནང་ལོགས་ད་བོན་པོའི་འབྲེལ་ལས་ག་གེ་ཡོའོ་མ་རེད་དེ་ཡིན་ནའི་ང་རང་ཚོ་བོད་རང་གི་ཨེ་ནི་ཞིག་ཞྭ་མོ་དང་དོད་བྱེད་ཡ་རེད་ང་ཚོའི་ཆོས་པ་ཚོས་ལགས་ད་ག་གསུང་རྣམ་དྲང་པོ་ཡིན་ད་ནི་ཞྭ་མོ་ལ་ཡ་ཞྭ་མོ་གས་ཅི་པ་བྱེད་གི་ཡོའོ་རེད་ཞྭ་མོ་གས་ཅི་པ་བྱེད་ཟེར་ནའི་ནི་ཞྭ་མོ་ལ་ཡ་ཚུལ་ཤོད་འདྲ་མི་འདྲ་རོ་ད་ཟོབ་ད་འདྲ་མི་འདྲ་རོ་མང་པོ་ཆགས་བྱས་སྲིད་ད་ད། ཨེ་ནི་ང་ཚོ་ད་ཆ་བ་འདོན་དེ་ཨ་རོ་རྔ་རྡུང་དེ་ཨ་འོ་ད་རྔ་རྡུང་ཡག་ད་སྦུབ་བྲོས་ཡག་ད་ཅེས་འབོད་བྱས་ཏེ་ཕལ་ཆེར་ང་ཚོའི་དགེ་རྒན་བོན་པོ་མེད་འགྲོ་ཨ་འོ་མ་གཏོགས། ཀླུ་སྒྲུབ་ཡབ་སྲས་ཀྱི་ནཱ་ལེནྡྲ་ལ་ཙང་ཤང་ཙང་ཤང་ཞེས་ཞུ་གི་ཡོད་པའི་སྐད་ཆ་ཕལ་ཆེར་གོ་ཡ་མི་འདུག་བ། ཨོ། རེད་བ། ས་དེ་འདྲ་ཡིན་དུས་ས་ནས་ད། ས་ངའི་བཙུན་མོ་ཟེར་ལབ་བསྡད་ཀྱི་ཡོད་མགོན་པོ་ཀླུ་སྒྲུབ་ཀྱི།

བོན་པོའི་རྒྱན་ལག་བཟའ་ནས་ང་ཚོ་ཡང་བོན་གྱི་ཅིག་ད་སུ་རེད་བོན་རྒྱལ་ཡག་རེད་ཟེར་མང་པོ་ཅིག་ཨེ་ཅིག་སློབ་ཡོད་འདྲ་བསམ་བྱུང་གི་ཟེར་སོང་ཨ་ཟེར་སང་ཀ། ཆོས་ལ་བོན་འདྲེ་བྱས་ད་ང་ཚོ་ལྟོ་བྱས་ཟ་ལྟོ་ཆོས་བྱས་ཟ་ལྟོ་ཟེར་དུས་ཕྲལ་ཏེ་ཕལ་ཆེར་བོན་པོའི་ཐ་སྙད་རེད་ཅིག་ཕྱྭ་གཡང་འགུག་ཡག་ཟེར་དུས་ཕལ་ཆེར་བོན་པོའི་ཐ་སྙད་རེད་བཀའ་འགྱུར་བསྟན་འགྱུར་ནང་ལ་ཡོད་མེད་མི་ཤེས་ད་དེ་འདྲ་ཡིན་དུས་ད་མི་སུ་ཡིན་ནས་ད་དཔལ་ཤག་ལ་དགའ་བོ་རེད་ཨང། བལ་བ་ཚོས་ཁྱུང་སྒོ་བྱས་བྱས་པད་ཤག་ཟོག་ཐུག་ཡོག་མ་རེད་ཡིན་ནའི་གཡང་འགུགས་བྱས་བྱས་པད་ཤག་ཟོག་ཡོག་རེད་འདུག་རེད་བ་ཨེ་ནི་དེ་འདྲ་ཡིན་དུས་ས་ནས་ཨེ་ནི་ཅིག་གཡང་འགུགས་ཚོ་ལུག་ཤའི་ལག་པར་བྱས་ཁིས་བྱས་ཏེ་འདུག་སེ་ད་གཡང་འཁུགས་ཡོད་རེད་ད་ཨེ་ནི་ག་ཚོད་ལྷ་སོ་ཡ་དེ་ཀིག་ཀིག་སོ་སོ་ཆོ་ལྷ་སྐྱ་ལོ་ས་ད་བོད་མི་ཕལ་ཆེར་ཅིག་རེད་མ་རེད་ད་འདུག་བ། ཏྲི་ཏྲིག་ཏུ་བ། ཁོ་ལྟ་བུ་ཞེ་བུ་གཅིག་གིས་ད་གལ་ཆེན་པོ་ལ་མ་བརྩི་བའི་ཆེད། ཁོ་རེ་ཕྱིར་དམིགས་བསལ་སྤྱིར་བཏང་དམིགས་བསལ་བྱས་ནས་ཞེ་དྲག་པ་གཅིག་གང་ལ། བོད་ཀྱི་མི། ག་ཚོ་བའི་རྗེ་ཡི་མགུར་ལོ་བཅུ་གསུམ། ཅེས་ཟེར་ཡ་རུ་དེ་ཚོའི་གྲས་དེ་སྔར་བས་ལོ། སྟོང་ཕྲག་རིང་ལ་ཡང་བོན་པོས་གསོས་བདེ་བའི་ལྷ་ཅིག་ཆགས་བསྡད་ཡོད་པ་རེད། ཚེ་འདི་འདྲ་ཡིན་དུས་ཙང་ནས། དེ་ཚོ་ཡང་གསོས་ཡ་ལ་ཡང་ཁོ་བོན་ལུགས་རང་གི་ཐོག་ནས་གསོས་བཞག་ན་ཡང་ཁོ་རང་ཚོའི་ཅིག་སྦྱིན་བདག་རྙིང་པའི་ཚོར་བ་ཤར་ཆེད། ད་ཆོས་ནས་སྙིང་པོའི་སོ། ད་ཆོས་ནས་སོ་ལ་ད་ཇི་ལ་སྙིང་པོའི་སོ་ལ་ཕྱག་བྱས། ཕལ་ཆེར་རན་པོ་ཆེ་དག་གིས་ད་ཅི་ཡོད་མེད་ལ། ད་དེ་འདྲ་ཡིན་དུས་ཁོ་ཆོག་ཏུ། ད་དེ་འདྲ་ཡིན་དུས། ཅིག་བོན་ནས་ཚུར་བླངས་པ་རྒྱལ་བ་སྐྱེ་མི་འདུག། ད་དེ་བཞིན་དུ་བོན་གྱི་གཞུང་ལ་ཡང་ཕ།